ལ་དྭགས་སའི་མི་མང་ཚང་མ་ལ་རྒྱུས་ལས་གཞོལ་བྱས་སྟངས་ཉམས་པོ། དེ་ནི་དེ་རིང་ལ་དྭགས་སའི་མི་མང་ཚང་མ་དེ་ནང་ནས་ཀྱང་དམིགས་བསལ་དུ་དེ་ནི་ནང་པ་སངས་རྒྱས་པའི་རྗེས་འཇུག་སུ་ཀུན་ཚང་མ་ལ་དེ་ནི་དམིགས་བསལ་དུ་ངས་ཞུ་བ་ཞུ་ན་མི་འདུག་དེ་ནི་ཅི་ཞུ་དགོས་ཞེས་སོགས་ལུང་དང་འདི་ཟུག་ཞེས་ལོན་ཞུ་ན་མི་འདུག་དེ་ནི་འདི་ཟུག་བྱེད་ཀྱི་སྟངས་ཉམས་པོ་ང་དམིགས་བསལ་བཅོས་སྟེ་དེ་ནི་དེ་རིང་མཇལ་དེ་ཡིན། དེ་ནི་དེའང་དེ་ནི་གཙོ་བོ། དེ་ནས་ཚང་མས་གྱེན་སེལ་ལྟར་ནང་བཞིན་ལ་དེ་ནས་ལ་དྭགས་སའི་སྤྱི་དང་ང་དང་ལ་དྭགས་སའི་ནང་ཁུལ་བ Stocks ལྟེབ་འབྲེལ་དེ་ནས་དུས་ཆེན་དེ་ནས་ཁྱད་པར་ཆེན་དམངས་མང་པོ་ཞིག་ང་དང་ལོ་གཅིག་འཁྱིལ་ཁུལ་ལ་དེ་ནས་བརྩི་སྲུང་ཅིག་ཡོད་དེ་ནོག་དེ་ནས་དེའི་ནང་ནས་ཀྱང་དེ་ནས་ཚང་མས་སང་དེ་ནས་ཡང་ང་དང་དུས་ཆེན་དེ་ནས་ཁྱད་པར་ཅན་ཞིག་ག་གོ་དེ་ནས་ང་དང་ལོ་སོ་མའི་ལོ་སར་བཞུས་སྟེ་དེ་ནས་ལོ་གཅིག་འཁྱིལ་ཁུལ་ལ་དེ་ནས་ང་དང་ལ་དྭགས་སའི་མི་མང་ཆེ་འབྲིང་ཆུང་གསུམ་ཚང་མས་དམའ་ན་བདེན་པ་དེ་ནས་ཡི་དགའ་དོན་པོ་དམའ་ཆ་ཆེ་ཆེ་དགེ་རྒྱས་དང།

དེ་ནས་ཡིན་ན་ཡང་དེ་ནས་ད། དེ་ནས་དག་ས་ཉིན་བཞུ་བཞེས་གཙོ་བོ་པོ་དེ་ནས་ཅི་ནས་བཞུ་ན་དེ་ནས་ལ་དག་སའི་ལོ་སར་ད་ད་ལན་ཙོག་ཞིག་ན་དེ་ནས་ལ་དག་སའི་ལོ་སར་སླེབས་རྗེས་ལ་ད་ཧ་ལམ་ཡག་མ་ཇོ་ང་ཉི་བཞུ་ཞིག་མ་ནི་ང་དང་མེ་དེ་ནོ་ཀྱོགས་སྤ་ཞིག་ག་ཡིན་ནོ། དེ་ནས་ད་ཡིན་ན་དེ་ནས་ལ་དག་སའི་ལོ་སར་རེད་དེ་ནས་གྲ་སྒྲིག་གི་ཚུལ་ལ་བཞུ་ན་མི་འདུག་དེ་ནས་དེ་ནས་ཕི་ཡ་དེ་ནས་ལ་དག་སའི་ལོ་སར་རེད་ཕི་ཡ། དམིགས་ཏེ་དེ་ནས་ང་ད་ཡིན། དེ་ནས་སེམས་ཅན་ཆེན་མོ་དེ་ནས་གཡག་ནས་ད་ག་འཇིག་ཆུན་དེ་ནས་ར་ལུག་དེ་ནས་བྱ་མོ།

འདི་ནང་ནས་ཀྱང་དམིགས་བསལ་དུ་དེ་ནས་ང་དང་ནང་པ་སངས་རྒྱས་པ་སངས་རྒྱས་བཅོམ་ལྡན་འདས་ཡི་རྗེས་འཇུག་ཅིག་རྗེས་སུ་འཇུག་ག་འཇིག་ཡིན་ནས་བར་ལམ་དེ་ནས་དེ་ནས་དེ་གཟུགས་ཀྱི་དེ་ནས་ང་དང་ཡི་སེམས་ཅན་དེ་ནས་ཡི་བཟའ་མང་པོ་ཅིག་ཟ་སྟེ་དེ་ནས་དེ་ཚང་མ་ཟོས་ཏེ་དེ་ནས་ང་དང་དེ་ནས་ལོ་སར་ལ་ག་ག་སྐྱིད་སྐྱིད་སྤྱོད་མཛད་ནས་ཡིན་ན་དེ་ནས་ཤ་ཟོ་དེ་ནས་ཁྲག་འཐུང་དེ་ནས་རུས་པ་མུར་དེ་ནས་ང་དང་ཡིན་ན་ལོ་ལོ་ཡིན་ན་ལོའི་ནང་ཁུ་བ་དེ་ནས་ང་དང་ཚང་མ་དེ་ནས་ནང་ཚང་ཚང་མ་ཚེ་རིང་ནད་མེད་དེ་སྐྱིད། དེ་ནས་ལ་དྭགས་སེར་ནག་གཡས་ན་ཆར་ཆུ་དུས་སུ་འབབ་ལོ་ཆུ་རྟག་ཏུ་ལེགས། ང་ག་སྐྱིད་སྐྱིད་རྒྱ་ལ་ཡོང་ཨན་ཟེར་ཆེས་པོ་ད་དེ་ནས་ངས་བསམ་པའི་ན་མ་ན་དེ་ནས་འདི་བོ། མ་ན། ཅི་ཞུ་དགོས་ཞེས་ཟེར་ནོ་ཉན་ཆེས་མི་འདུག་བསམ་ག་འཇིག་སེམས་པའི་ནང་ལ་བསམ་འདུག་ཅི་ཡི་ཞུ་ན་ང་ད་ཡང་སྒོ་གཟུགས་པོ་ཁོ་རང་དེ་ནས་སྟག་ཚང་རྟེན་འབྲེལ། གཅིག་མ་རྒྱལ་མཉམ་པོ་སྒོ་གཟུགས་མ་རྫ་ད་དེ་ནས་དེ་གཟུགས་དེ་ནས་མ་ན་སེམས་ཅན་བརྒྱ་ཕྲག་མང་པོ་ཞིག་ས་དེ་དེ་ནས་དེའི། ཤ་ཟོར་ཁྲག་འཐུང་རུས་པ་མུར་དེ་དེ་ནས་ང་དང་ཚང་མ་སྐྱིད་པོ་བྱོན་བསམ་ན་དེ་ནས་དེ་འཕགས་ང་ད། གནས་སྐབས་ཤིག་གི་བེའ་ཞག་མ་གཅིག་གཉིས་ཤིག་གི་བེའ་སྐྱིད་པོ་ཡོང་བར་འགྲོ་ཡིན་ན་ཡང་དེ་ནས་ལོ་གང་པོའི་ནང་སྐྱིད་པོ་ཡོང་ཟེར་མཁན་པོ་ཏཱ་མ་ན་ཁག་པོའི་ནང་ནས་ཁག་པོ་སྤེ་ར་ཞིག་ན་བསམ་འདུག་གསུངས་པ་ཟེར་འདིའི་བེའ་དེ་ནི་ངའི་ལ་དྭགས་སི་མི་མང་ཚང་མ་ལ་དེ་ནི་ཞུ་བ་ཡིན་འདི་ནང་ནས་དམིགས་བསལ་དུ་ནང་པ་སངས་རྒྱས་སྤེ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ང་དང་ཚང་མ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་མོ་ལྡེ་ང་དང་སི་ཆོས་སེ་རྩ་བ་ཁོ་རང་དེ་ནི་བཀའ་གཟུགས་ཞིག་མ་ནི་ཞིག་བཏོན་ན་བེ་ཛ་གུ་རུས་བཏོན་ན་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་མོ་ལྡེ་ཆོས་སེ་རྩ་བ་པོ་འདི་གཉིས་པོ་ཡིན་ནོག་དེ་ནི་ཏེའི་བོ་དེ་ནི་ང་དང་ཡིན་གཅིག་ང་དང་ལྷ་ལྷ་སེ་མོས་ང་དང་མི་མང་ཚང་མ་ང་དོག་ང་མོ་ནས་བཞེངས་སའི་ཐུན་དང་མཁན་དེ་ནི་ཕྱག་ཕུལ་མཁན་ཆོས་མེད་ཕུལ་མཁན་སྐོར་ར་སྐོར་མཁན་དེ་གཟུགས་ཤིག་རྒྱ་ཆེན་པོ་ཞིག་མཛད་མཁན་ནའང་ཡོད་ཀྱང་དེ་ནི་མང་པོ་ཞིག་ང་དང་དེ་གཟུགས་ཚང་མས་བཅོས་མ་ཐུབ་ན་ཡང་དེ་ནི་ཡིད་བཟང་མང་པོ་དེ་ནི་ཤ་ཟ་ཡིད་བཟང་མང་པོ་ཁྲག་འཐུང་དེ་གཟུགས་བཅོས་ན་ནི་དེ་ནི་བདེན་པ་མ་ཐབས་སྐྱོ་མོ་འདུག་གསུངས་པ་བཟང་མང་པོ་ཞིག་ཁ་འདོན་དང་དགེ་སྦྱོར་མང་པོ་ཞིག་མཛད་མ་ཐུབ་ན་ཡང་དེ་ནི་ཤ་སྒོ་རྩ་བའི་ཞིང་ཉུང་བ་རེ་འདོན་ན་སེམས་ཅན་མང་པོ་ཞིག་ལ་དེ་ནི་ང་དང་ཧྲོག་སྐྱབས་རྗེས་དང།

དེའི་ཐོག་ནས་ཚན་རིག་དང་གཉིས་ཀའི་ཐོག་ནས་ང་དང་ལྟ་ན་ཡང་དེ་ནི་ང་དང་མི་ཟེར་མཁན་པོ་ཞིག་མར་འདུག་བ་དེ་ནི་ཤ་བཟའ་འགོག་མཁན་ཅིག་ཡིན་གཅིག་མི་འདུག་བ་ལས་ཀ་སེམས་ཅན་ག་ཞིག་ཡོད་ཀྱང་ཁོ་རང་དེ་ནི་སྐྱེས་པ་ནས་ཕ་ལ་དེ་ནི་འཁོར་བས་ཁོ་རའི་མི་ཚེ་ནང་གོ་ཤ་བཟའ་ཟེར་སྡུག་གོ་ཤེས་ཟེར་སེམས་ཅན་ནང་ཡོད་དེ་ནོ་ཡིན་ནས་ང་དང་མི་ཟེར་མཁན་པོ་དེ་ནི་ཤ་བཏན་དེ་འདུག་ག་འཇིག་ང་དང་ཉིན་མེ་ནོག་པ་ལས་ཡིན་གཅིག་མི་འདུག་བ་ལས་དེ་ནས་དང་དེ་རིང་ང་དང་གཟིགས་ན་ཀ་ཏོ་ང་དེའི་སྤྱི་ཚོགས་ང་ནང་མི་མང་པོ་ཞིག་ག་དེ་ནི་མ་ན་ཁོང་ཁྲོ། ཆེན་མོ་སྨྲ་ན་ང་རྒྱལ་ཆེན་མོ་སྨྲ་ན་དེ་ནས་ཅི་བཞུགས་གོ་ཞེས་དང་སྨྲ་ན་ཧྲོ་ཆེན་ཨ་ལ་དེ་ན་ནང་བཞིན་ལ་དེ་ནས་ང་དང་ནར་ན་ཚ་ཡང་མ་མང་པོ་དེ་ནས་སྔོན་མ་མེ་ཁ་ནས་དེ་ནས་ནར་ན་ཚ་མང་པོ་ཡོང་ཆེས་པོ་གཙོ་བོ་མང་པོ་ཞིག་དེ་ནས་དེ་ན་ཤ་ལ་སྟན་དེ་ཡོང་མཁན་པོ་ཡིན་ཆེས་འདུག་ཨ་ལས་ཆོས་ཟེར་ཐོག་ནས་ཡིན་ན་ང་དང་ཐུགས་སེམས་ས་ལ་དེ་ནས་ང་རྒྱལ་ཆེན་མོ་ཡོང་ཆེས་ཧྲོ་མང་པོ་ཡོང་ཆེས་དེ་ཚང་མ་ང་དང་ཤ་དང་དེ་ནས་ཁྲག་མང་པོ་ཞིག་ང་དང་འདོན་ཁ་ནས་བཞག་ཚེ་དེ་ཚོ་ཡོང་ཆེས་མོ་འདུག་ཨ་ལས།

དེ་ནི་གང་ནས་མིན་ང་དེ་མིའི་གཟུགས་སྤེལ་དང་ཤ་ཟ་སྟེ་མ་ནི་ང་དང། འདུག་མི་ཐུབ་ཞེས་སྨྲ་ན་ཡིན་འདུག་མི་འདུག་ག་ལས་དགའ་གཟུགས་ཞེས་བཏགས་ནས་ཡིན་ན་ཡང་དེ་ནི་སྔོན་མའི་ལ་དྭགས་ལ་དྭགས་གཅིག་པོ་མ་དང་ང་དང་ཧི་མ་ལའི་རི་རྒྱུད་དེ་དག་སྨྲ་ན་མང་སར་དྲང་མོ་སོང། དེ་ནི་ཚོན་མ་དང་དེ་ཚང་མ་སྐོམ་ཕོ་ཡོད་ག་ནས་བཞག་སྲིད་དེ་ནི་ཐབས་མེད་ག་ནས་བཞག་སྲིད་ང་དང་ཤ་མང་པོ་ཞེས་ཟ་སྤྱོད་ཅིག་ལྷོད་པར་སོང་འདུག་མ་ནི་ང་དང་གང་ནས་མིན་ཟ་དགོ་ཞེས་ཅིག་ཡིན་གྱིན་མི་འདུག་ད་གདངས་འདི་རིང་ལ་དྭགས་སུ་ནའང་སྨྲ་ན་ཅི་བསམ་ནར་གོས་ཐོག་ནས་ཡར་རྒྱས་སྨྲ་ཆེན་མོ་ཡོད་དེ་ནོ་སྨྲ་ན་ཅིའི་དོན་ནང་དེ་ནི་ང་དང་ཐོབ་ཆོས་ཞིག་དུས་ཤིག་སླེབས་ཟིན་ནོ།

གྱུར་ནས་ཕ་ལ་སེམས་ཅན་གཅིག་དང་ཁྱི། ར། ལུག། ཀུན་ལ་ཡ་རྡོ་རིས་གཅོད་མ་ཐུབ་ན་ཁོང་ཁོ་ན་ཅིག་རྩྭ་དང་ཆུ་དང་བཅོས་སའི་ཞབས་ཏོག་ཅིག་གཞུག་མ་ཐུབ་ན་ཁོང་བཟའ། དེ་ནས་ཁོང་སྐྱེས་ཀ་དྲི་བཏང་སའི་བཟའ་བཅའི་ཞིག་དེ་ནས་མིའི་བར་དུ་ལྷ་འདྲེ་ཚོགས་ཤིག་དང་མི་འགྱུར་བསམ་པས་ཀྱི་དྲི་ཚོགས་ཤིག་དང་གཉེན་བྱ། སེམས་མ་བོར་གོ་ཞེས་སྨྲ་གག་ཆེན་མོ་ཡིན་ནོ། དེ་ནས་དེ་ནག་པོ་ངའི་བསམ་པས་ན་ཤ་མ་འདོད་ན་ཆང་མ་འདོད་ན་བཞུགས་ན་དེ་ནི་བདེན་པ་ང་དང་དེ་ནག་པོ་ང་དང་སངས་རྒྱས་བཅོམ་ལྡན་འདས་དེ་ནི་རྗེས་སུ་རྒྱུག་ག་རྗེས་འཇུག་ནང་པ་སངས་རྒྱས་པ་ཡིན་ཟེར་དེ་སྨྲ་ནས་ང་དང་དེ་ནས་སྤོས་པ་བྱས་ནས་སྤེ་ར་ཞེས་བསྒྱུར་འདུག་གསུངས་པ་སེ་ཉིན་མང་པོ་མ་བཞུ་བ་དེ་ནས་ད་ལན་ལ་དྭགས་སེ་ལོ་སར་བོ་དེ་ནི་བདེན་པ་ང་དང་ཚང་མས་ཆེ་ཆེ་རྒྱས་རྒྱས་དགའ་དགའ་སྐྱིད་སྐྱིད་སྙམ་པོ་ཙི་ཡ་རྫ་ཆེ་ཟིན་ནོ་དེ་ནི་འདི་རྫ་རྫ་ན་དེ་ནི་ཚང་མས་དེ་ནི་སེམས་ཅན་ནི་ཧྲོག་མང་པོ་ཅིག་ཅད་མ་གོ་བ་ལ་དེ་ནི་ཚང་མ་དེ་ནི། ཅི་བཞུགས་དགོས་ཞེས་གསུངས་ན་འདོན་སྟངས་ཚང་མ་ཡིན་ནའང་དེ་ནས་སྨྲ་ན། ཅི་འདི་གཟུགས་ཀྱི་དེ་ནས་ཤ་ཁྲག་མང་པོ་འདོན་མ་དགོས་པའི་ཐོག་ནས་དེ་ནས་སྐྱིད་པོ་མཛད་ན་དེ་ནས་བདེན་པ་ཡོངས་ཆད་ཀྱི་ཉེ་ང་དང་ལོའི་ནང་འཁོར་བ་དེ་ནས་རང་ནི་གཞན་དེ་ནི་ང་དག་ཡིན་ཅི་བཞུགས་དགོས་ཞེས་གསུངས་ན་དག་བླ་དྭགས་སུ་ནང་འཁོར་ལོ་ཡིན་ན་དེ་ནི་ཆར་ཆུ་དུས་སུ་འབབ་པ་ལོ་ཞོད་རྟག་ཏུ་སླེབ་པ་རྟག་རྟེན་འབྲེལ་ཅི་ཚང་མ་རང་རང་སོ་སོའི་ཡིན་ན་གཟུགས་པོ་ཁམས་དེའི་ཚད་རིང་པོ་སྨྲ་ན་རྒྱ་ལོ་ལུས་ཆད་ཟེར་སྨྲ་ན་དེ་གཟུགས་ཀྱི་རེ་བ་འདུག་ས་མ་རག་གསུངས་པ་སང་ཉིན་ཡང་ལན་གཅིག་བླ་དྭགས་སུ་མི་མང་ཚང་མ་ལ་ཉེ་ཉེ་གོང་རུས་པའི་དེ་ནས་བཞུ་བ་ཡིན་དེ་ནས་འདི་ན་དེ་ནས་ཤ་བོ་ཚང་མ་རྩ་བའི་ཤིག། སྙུང་རིག། འདོད་ན་མཛའ་ན་དེ་ནས་དབྱིན་ན་དབྱི་སེམས་ཅན་མང་པོ་ཀུན་ལ་རྩ་བའི་ཤིག་མ་ན་རོག་ཤིག། ཧྲོག་སྐྱབས་བཅས་སེམས་མ་ན་རོག་ཆེན་མོ་ཞིག་གྱུར་ཆེད་བཏུག་དེ་ནས་སངས་རྒྱས་སེ་སྟན་པ་ལའང་ཞབས་ཏོག་བསྒྱུར་ཆེད་དུ་རང་རང་སོ་སོ་དབྱིན་ན་ཆོས་དགེ་བ་ཆེན་མོ་ཞིག་གྱུར་ཆེད་དུ་བསམ་པས་དེ་ན་བཞུ་བ་ལ་སྙིང་པོ་དབྱངས་ལེན་ཅིག་མི་མང་ཚང་མ་ལ་ཐུགས་རྗེ་ཆེ།